ཤ་དང་རྐྱང་གིས་གཏམ་མི་བརྒྱུད། ཨ་མེ་རི་ཀའི་ཡ་ལི་ཚང་ན་རྔ་བསྡུའི་བྱང་ཕྱོགས་ཀྱི་མཁས་པ་པོ་ནགས་ཚལ་ནི་ཐང་ཤིང་སྔོ་རྒྱང་རྒྱང་དུ་སྐྱེས་ཤིང་སྐྱེ་སྟོབས་ཀྱི་དཔལ་འབར་བའི་ནགས་ཚལ་ཞིག་ཡིན། ཕལ་ཆེར་ཤ་སྟོང་བཞི་ཡི་མིས་ནགས་ཚལ་དུ་འཚོ་ཞིང་རྒྱུ་ལ། ཤེས་བྲ་ནི་གཏུམ་དྲག་ཆེ་བའི་སྤྱང་ཀི་ཡིན། ཨ་མེ་རི་ཀའི་སྲིད་འཛིན་སེ་ཨོ་ཏོ། ལོ་སི་ཧྥེ། ཁེ་པ་པོ་ནགས་ཚལ་གྱི་ཤ་ལ་ཕན་ནུས་ལྡན་པའི་སྲུང་སྐྱོབ་དང། ཤིང་འཕེལ་ཀ་བརྒྱུད་པའི་ཆེད་དུ་ཁེ་པ་པོ་ནགས་ཚལ་དེ་རྒྱལ་ཁབ་ཀྱི་རི་དྭགས་རྔོན་མི་ཆོག་པའི་སྲུང་སྐྱོབ་ས་ཁུལ་ཡིན་པ་ཁྱབ་བསྒྲགས་བྱས་པར་མ་ཟད། ད་དུང་སུལ་ལག་གཞུང་གིས་རྔོན་པ་གླས་ནས་ནགས་ཚལ་དེའི་ནང་གི་རྐྱང་གི་རྩ་མེད་དུ་གཏོང་རྒྱུའི་ཐག་བཅད། ནགས་ཚལ་དུ་མེ་མདའི་སྐད་མཚན་མེད་དུ་གྲགས་བྱུང་ལ། རྔོན་པས་བརྙང་བྱེད་མེད་པའི་མེ་མདའི་ཁ་རུ་རྐྱང་གིས་ཆུ་ངད་སྒྲོག་བཞིན་བསྟུད་མར་ཤི་བ་རེད། ལོ་ཉེར་གཉིས་རིང་ལ་སྔགས་གཞུག་ཏུ་སྤྱང་སྐུ་སྟོང་དཀྲུག་ལྷག་བསད་པ་དང། ནགས་ཚལ་གྱི་ཤ་ཚ་བའི་གཟུགས་ལྟ་བུའི་ཞལ་ནག་སེན་ནག་གཞན་ཡང་མང་པོ་བསད་པ་དེས། སྲུང་སྐྱོབ་ནན་མོ་བྱེད་བཞིན་པའི་ཤ་དེ་མཁས་པ་པོ་ནགས་ཚལ་གྱི་སྐྱེ་ཕྲུག་ཏུ་གྱུར། རང་དབང་གི་ཡུལ་གྲུ་འདིར་དེ་ཚོ་རང་དབང་གི་འཚར་ལོངས་བྱུང་ཞིང་རྒྱུད་སྤེལ་བ་དང། ཉེན་ཁ་མེད་པ་དང་བཟའ་ཆས་ཕུན་སུམ་ཚོགས་པའི་བདེ་སྐྱིད་ཀྱི་འཚོ་བ་རོལ་བཞིན་ཡོད། ཅུང་མ་འགོར་བར་ནགས་ཚལ་གྱི་ཤ་ཧ་ཅང་ཇེ་མང་དུ་གྱུར་ཏེ་གདོན་ཕའི་འབུམ་གཅིག་ཡན་ལ་སླེབས། ཤ་འབུམ་གཅིག་ལྷག་གིས་ནགས་ཚལ་དུ་རུག་རུག་ཐམས་ཅད་བསུས། ཤིང་ཕྲན་བསུས་ཚར་རྗེས་གདོང་ཕྲུག་ཟ་བ། གདོང་ཕྲུག་བསུས་ཚར་རྗེས་གདོང་རྒན་གྱི་ཤིང་པ་བསུས་ཏེ། ཤེས་བྱ་རུང་བའི་བཟའ་ཆས་མཐའ་དག་ཆགས་ཆེ་ཉམས་ངན་འདི་ལས་ཐར་དཀའ་བར་གྱུར། ནགས་ཚལ་ཁྲོད་ཀྱི་སྔོ་ལྗང་གི་སྐྱེ་དངོས་དེ་ཉིན་རེ་ལས་ཉིན་རེར་ཇེ་ཉུང་དུ་སོང་བ་དང། ས་གཞིའི་སྟེང་གི་སྐྱ་ཐེར་ཐེར་གྱི་ས་སྐྱ་ཉིན་རེ་ནས་ཉིན་རེར་ཇེ་ཆེར་སོང། མཐར་འཁྱགས་སྒོ་དེ་ཤ་ཆེན་མགོར་ལྷུང་བ་རེད། ཐོག་མར་ལྟོགས་སྐོམ་མྱངས་ནས་ཤ་འབོར་ཆེན་ཤི་བ་དང། དེར་མཐུད་ནས་རིམས་ནད་བྱུང་ནས་ཤ་གྲངས་མེད་ཅིག་གར་སོང་ཆ་མེད་དུ་གྱུར། ལོ་གཉིས་ཀྱི་རྗེས་སུ། ཤ་ཆེའི་གྲངས་ཀ་ཡང་འབུམ་གཅིག་ནས་བྲལ་ཏེ་ཁྲི་བཞིར་ལྷུང། གཅིག་སྟོང་དགུ་བརྒྱ་ཞེ་གཉིས་ལོར་སླེབས་དུས། མཁས་པ་པོ་ནགས་ཚལ་ཡོངས་སུ་དབུགས་ཆད་ལ་ཁད་ཀྱི་ཤ་གནད་པ་སྟོང་བདུན་ལྷག་ལས་ལུས་མེད། ལོ་སི་ཧྥིའི་བསམ་ཡུལ་ལས་འདས་པ་ཞིག་ལ། རང་གིས་བཀའ་ཕབ་ནས་བསད་པའི་གདུག་རྩུབ་ཅན་གྱི་སྤྱང་ཀི་དེ་ཡང་ནགས་ཚལ་སྲུང་སྐྱོབ་བྱེད་མཁན་ཞིག་ཡིན་པ་ག་ལ་ཤེས། དེས་ཤ་བསྲེས་རུང། ཤ་ཆེའི་རིགས་རྒྱུད་གཏན་འཇགས་ཡོང་བར་སྲུང་སྐྱོབ་བྱེད་ཀྱིན་ཡོད། འདིའི་རྒྱུ་མཚན་ནི། རྐྱང་གི་ཤ་བསྲེས་ཀྱིས་ནགས་ཚལ་ཁྲོད་ཀྱི་ཤེའུ་སྐྱི་དྲངས་ཏེ་ཚད་ངེས་ཅན་ཞིག་ཏུ་ཚོད་འཛིན་བྱེད་པ་དང། ནགས་ཚལ་ཡང་ཤ་ཆེས་བསྐྱོམས་ཏེ། བཅོམ་ཆག་སྐྱ་ཉིལ་དུ་མི་གཏོང་བའི་ཕྱིར་རོ། ཡང་གཅིག་བཤད་ན། རྐྱང་གའི་ཚིག་པའི་ཤ་མང་ཆེ་ཤོས་ནི་ནད་པ་ཡིན་པས། ཕུ་ནད་ལྡན་པའི་སྒོ་ནས་རིམས་ནད་ཤ་ཆེ་ལ་འགོ་བའི་ཉེན་ཁ་དེ་ཡང་མེད་པར་བྱེད་པ་རེད། འོན་ཀྱང། ལོ་སི་ཝི་སེམས་ཐག་བཅད་ནས་སྲུང་སྐྱོབ་བྱས་པའི་ཤའི་གྲངས་ཀ་དེ་གལ་ཏེ་ནགས་ཚལ་གྱི་ཐག་པའི་ཚད་ལས་བརྒལ་ཚེ།

མི་རིགས་གང་ཞིག་ལ་མཚོན་ན་རི་དྭགས་བརྗོད་བྱ་བྱས་ཏེ་བྲིས་པའི་གཤེགས་སྒྲུང་གང་རུང་ནང་དུ་སྤྱང་ཀིས་ཕལ་ཆེར་ནམ་ཡང་ཉམ་ཆུང་ལ་བརྙས་བཅོས་བྱས་པའི་མི་ངན་ཞིག་འཁུར་ཡོད། དཔེར་ན་ཀྲུང་གོའི་སྤྱང་ཀིའི་གཏམ་རྒྱུད་དང་ནུབ་ཕྱོགས་ཀྱི་ཤ་ཆུང་དམར་པོ་ལྟ་བུ་རེད། འོན་ཀྱང་ཤ་ནི་དེ་ལས་ལྡོག་སྟེ་ནམ་ཡང་མཛེས་པ་དང་གཤིས་བཟང་གི་སྤྲུལ་བར་གྱུར་ཡོད། གྱང་སྐུད་ནི་གདུག་རྩུབ་ཆེ་བས་རྩ་མེད་དུ་གཏོང་དགོས་པ་དང། ཤ་ནི་གཤིས་བཟང་བས་སྲུང་སྐྱོབ་བྱེད་དགོས། ལོ་སི་ཧྥིས་ཤ་ཁྱི་ལ་སྲུང་སྐྱོབ་བྱེད་པའི་སྲིད་ཇུས་དེ་ཡང་གོམ་གཤིས་འདིའི་ལྟ་ཚུལ་དང། ཕྱིར་གཏོང་གི་ཚད་གཞི་གཞིར་བཟུང་ནས་གཏན་འབེབས་བྱས་པ་རེད། མཁས་པ་པོ་ནགས་ཚལ་ནང་དུ་བྱུང་བའི་གཏམ་རྒྱུད་འདིས་སའི་གོ་ལའི་སྟེང་དུ་འཚོ་བཞིན་པའི་རིགས་མི་འདྲ་བའི་སྐྱེ་དངོས་བར་ཕན་ཚུན་ཁ་ལོ་བསྒྱུར་བ་དང་ཕན་ཚུན་འབྲེལ་བ་ཡོད་པ་དེ་གསལ་བཤད་བྱས་ཡོད། མཐའ་གཅིག་ཏུ་མིའི་རིགས་རང་སྟེང་གི་ཕྱོགས་རེ་བའི་ལྟ་ཚུལ་གཞིར་བཟུང་ནས་རི་དྭགས་ཀྱི་བཟང་ངན་སྒེར་སྡུག་ཐག་གཅོད་བྱས་ན་སྐབས་འགར་ནོར་འཁྲུལ་ཚབས་ཆེན་བཟོ་སྲིད། ནགས་ཚལ་དུ་ཤར་དགོས་པར་མ་ཟད་ད་དུང་རྐྱང་ཀི་ཡང་དགོས། མི་རྣམས་ཀྱིས་རི་དྭགས་དང། ཐ་ན་སྐྱེ་དངོས་ཀྱི་ཁམས་ཡོངས་ཀྱི་ཕན་ཚུན་གྱི་འབྲེལ་བ་འདི་རིགས་ལ་ངེས་པར་དུ་གདེང་འཇོག་མཐོན་པོ་བྱེད་དགོས་པ་རེད། མང་ཚོགས་ཚགས་དྲིལ་བྱེད་པ། ཡ། ས་བཞག་ཡི། མ། ས་བཞག་མི། ཡི། མི། ཡི། མི། ར། ང་བདག་རྔ། ན་རོ་རྔོ། ན་བཞག་རྔོན། པ། རྔོན། པ། རྔོན། པ། མ། ལ་ཀ་བཞག་ལག། མ་ལག། མ་ལག། ཀ་རྟ་འབྲུ་ལྔའི་ལྟེ། བ་ན་རོ་བོ། ལྟེ་བོ། ལྟེ་བོ། ས་བབས་དག་པ་རབ་དག་བཀྲ་ཞབས་ཀྱི་སྤྲུལ་བླ་བཞག་སྤྲུལ་བ། སྤྲུལ་བ། སྤྲུལ་བ། ཕ་ཡབ་དག་བྱ་ན་རོ་བྱོ་ག་ས་བཞག་བྱོག།